གཉིས། ཞེས་ནས། ངོ་ཡོད་རྒྱ་ལྕང་མ་གླེང་བའི་ཨོང་གི་བཀའ་ལན་གྱི་འོད་དོན་བྱུང་ཐུབ་མ་སོང་མ་ཟག་སོང་ཟེར་ཞོན། མཚན་དངོས་གྲུབ་རྡོ་རྗེ་ཡབ་མིག་མ་ཡུམ་གསེར་ཆོས་དཔའ་མོ་ཀུན་ད་ཚེ་རིང་ཀུན་གྲོལ་འཁྲུངས་ཡུལ་སོག་སྟོད་གསེར་ལེབ། འདི་ཡིག་གི་བཀའ་བློན་དབུ་ཞིག་གི་ནང་ལ་བཞག་ཡོང་བ་དང་སྤྱི་འཐུས་མ་གཅིག་གི་བར་དུ་གྲོས་ཚོགས་ར་བ་དེའི་ནང་ལ་འཆར་གཞི་ལེན་གི་མེད་དེ་དང་ཆབས་ཅིག་ཚོགས་གཙོ་ལ་འབོད་སྐུལ་བྱེད་ཡ་ལ་ཡ། ད་འདི་དེའི་གཤམ་ལ་བཀའ་བློན་དགོས་ཞུ་བཞིན་འདུག་དེ་སྔོན་ལ་བཏང་ན་འགྲིག་གི་ཡོད་ན་ནི། ཁོ་དེ་ཆ་ཞིག་ལེན་གི་ཡིན། ག་ཚད་དེ་སྔོན་ལ་བཏང་ན་འགྲིག་གི་མེད་ན་ད་ག་རང་ནས་དེ་ནི་ར་བ་དེའི་ནང་ནས་ཐོན་འགྲོ་གི་ཡིན་ཟེར་ཞོར་ཡིན། ད་ལྟ་བཀུར་འོས་སྤྱི་འཐུས་གཅིག་གིས་དགག་པ་སྦྱར་གནང་བ་རེད་རྒྱུ་མཚན་གསུངས་པ་རེད། སྐབས་དེ་དུས་ད་ལྟ་བཀའ་བློན་དགོས་འོས་མི་འདི་ག་འདི་ཡིས། དངོས་རུ་རྡོ་རྗེ་ལགས་ཁོ་རང་གང་ཟག་སྒེར་གྱི་རེད། གང་ཟག་སྒེར་གཅིག་གིས་སོ་སོ་སོའི་བསམ་ཚུལ་ག་རེ་ཡོད་པ་དེ་སྤྱི་ཚོགས་ནང་ལ་དཔུང་ཡག་གི་ཐོབ་ཐང་ཆ་ཚང་ཡོད་བསྡད་པའི་གི་གནས་སྟངས་ཅིག་རེད་ང་ཚོའི་ལམ་སྲོལ་གི་ཐོག་ནས་སྒེར་གྱི་བསམ་ཚུལ་སྤུངས་མཁན་མང་པོ་ཡོད་རེད་དེ་སོ་སོའི་བསམ་ཚུལ་སྒེར་གྱི་སྤུངས་པ་རེད་དེ་ལ་ཡ་ཨ་ནི་སྲིད་སྐྱོང་ངོས་ནས་མིག་ཤེལ་གྱི་དེ་ལས་ལྷག་ཞུ་ཡ་གང་ཡང་མེད་བཞིན་ནི་ཞུ་ཡ་དང་ལས་རིམ་འགྱུར་བ་བཏང་དགོས་ཡ་གང་ཡང་མེད་བཞིན་ཞུ་ཡ་ཡིན་ད་ལྟ་གང་ཡོད་པ་དང་རང་མུ་མཐུད་ནས་འཕེར་བ་ན་ཞུ་ཡ།
ལོ་ཟླ་འདི་མུ་མཐུད་ནས་ལས་རིང་ཐོག་འགྲོ་ཡ་ཡིན་དགའ་པ་བྱུང་བ་ཡིན་རྫོང་འོས་ཤོག་བཀྲམ་ནོར་ན། བཅའ་ཁྲིམས་དོན་ཚན་ཞེ་དགུ་པའི། ཤེས་ལྡན་ལྷན་ཚོགས་སུ་ཤེས་ལྡན་གྱི་མྱོང་ཚད་གསལ་ཏེ་རེད་དང་པོ། ཤེས་ལྡན་ལྷན་ཚོགས་དང་དེའི་རྒྱུན་ལས་གཉིས་ཀ་ཤེས་ལྡན་རྩ་འབོར་གྱི་སུམ་ཆ་གཉིས་ཙམ་ན་ཚོགས་གཙོ་ཚོགས་མཁན་འོས་བསྡུ་བྱ་རྒྱུ་མཚན་ནི་རང་རང་གི་ལས་དོན་ཆེན་པོའི་དབང་ཆ་ཡོད་འོན་ཀྱང་ཤིང་རྟའི་རྩམ་ཕོར་དང་ངོ་ཡོད་ཆ་བགོས་རྩིས་འཁོར་ཁྲོད་ལ་བཀའ་རྒྱ་བརྩི་མི་དགོས་ཟེར་ད་ལྟའི་རྩམ་ཕོར་སུམ་ཆ་གཉིས་མ་འཚོང་དུས་ང་ཚོ་ལས་རིགས་འདི་ཤོང་ཐུབ་གི་མི་འདུག་ཟེར་ནས་ཞོལ་ཡིན་དེ་ཤོང་བསྡད་ན་བཅའ་ཁྲིམས་དང་འགལ་བ་ཆགས་འགྲོ་གི་རེད། ང་དེ་འདྲའི་དོན་ལས་འདས་པ་མིན་ཆོས་གྲགས་ས། བཅའ་ཁྲིམས་ནང་ལ་ཡང
བཀའ་བློན་དགོས་མིན་སྟོན་ཡས་ཀྱི་འགན་དབང་དེ་སྲིད་སྐྱོང་ལ་ཡོད་རེད་དེ་ཡིན་པས་སོང་ཙང་བཅའ་ཁྲིམས་གཞི་བཟུང་བྱས་བྱས་འོས་མི་སྟོན་ཡས་ཀྱི་འགན་དེ་སྲིད་སྐྱོང་ལ་ཡོད་པ་ནང་བཞིན་བཞིན་སྟོན་པ་རེད་ཨ་ནི་བཀའ་བློན་བདུན་ལས་མ་མང་བ་ཞིག་དགོས་ཀྱི་ཡོད་དུས་ཚང་མ་ལ་ཡང་བཀའ་བློན་བདུན་ནང་ལོག་ནས་ད་ད་ལན་ཐེངས་དང་པོ་བུད་མེད་གསུམ་བཀའ་ཤག་ནང་ལ་ཕེབས་ཐུབ་ཡས་ཀྱི་རེ་བ་འདུག་བྱས་པ་ནང་བཞིན་བྱས་ནས་བུད་མེད་གསུམ་དེ་འོས་ཐོན་བྱུང་པ་རེད་དེ་ནས། འོས་མི་གཉིས་འོས་ཐོན་མ་བྱུང་བ་ཆེས་ད་ད་ལྟ་འོས་མི་དྲུག་པ་དེའི་སྐབས་ལ་སླེབས་པའི་སྐབས་ལ་ཁོ་རང་གིས་ངས་མ་གསུངས་བཞག་པའི་གནད་དོན་གཅིག་ལ་བསྙད་ནས་ཨ་ནེ་ཀོ་ལུས་སྤྱི་འཐུས་ཁག་གཅིག་དེའི་སྐོར་ལ་ཡང་འོས་བསྡུ་གི་ཆ་ཤས་བླང་གི་མེད་ཅེས་གསུངས་པ་རེད། དེས་བཅའ་ཁྲིམས་ཀྱི་དགོངས་དོན་ག་འདྲས་སུ་གནང་གི་ཡོད་མེད་ཁོང་རྣམ་པ་ཚོས་གཟིགས་ཡག་རེད། དེ་མ་ཏོ་གཅིག་གིས་འཛིན་སྐྱོང་བཀའ་ཤག་གི་ངོས་ནས་བཅའ་ཁྲིམས་ནང་ལ་གང་གསུངས་པ་ནང་བཞིན་བྱས་ནི་ཨ་ནི་བྱེད་འོས་གཞི་བཏོན་ཡག་གི་འགན་ཡོད་པ་ནང་བཞིན་བྱས་ནི་བཏོན་པ་རེད་དེ་ནས་མཇལ་ཁ་ཐོབ་ན་རེད་མ་ཐོབ་པ་འདྲ་བོ་བྱིན་པ་ཡིན་ནི་རེད་དེ་གྲོས་ཚོགས་ཀྱི་ཐག་གཅོད་ཡག་རེད་མ་ཏོ་གཅིག་གིས་དེའི་སྐོར་ལ་ཐག་མ་ཆོད་ཆེད་ཐོན་གནང་ཡག་འདི་གིས་ཨ་ནི་ང་ཚོ་ལས་དོན་འགག་ཆེན་པོ་རེད་བཞིན་ཞུ།